ཨ་དེ་དེ་བཞིན་ད་ད་ཁྱེད་རང་ཚོ་ཉེམས་འདུག་ལ་ནི་བྱེད་བྱེད་འདོད་མི་འདོད་དང་སྦྱར། ད་ཆབ་སྲིད་ཀྱི་སྟེང་ལ་ཞུ་བ་ཅིག་བཤད་བཤད་ཡས་ཁང་མི་འདུག་ཡས་ད་ག་ཅིན་ལ་ན་སྤྱི་བཏང་གི་དོ་སྣང་མ་བྱེད་བ་ད་དེ་འདྲའི་རྩ་བ་ཉིད་ནས་མེད་དོ་སྣང་བྱེད་རྒྱུ་ཡོད་རོ་ཡིན་ནས་ད་ང་ཚོ་གི་བཙན་བྱོལ་གྱི་ཨ་ནི་མིག་གི་བསམ་བློ་བཏང་སྟངས་དང་ཨ་ནི་འཛམ་བུ་གླིང་གི་སྡིངས་ཆ་གང་ལ་གཅིག་ཨ་འཛམ་བུ་གླིང་གི་སྡིངས་ཆ་གང་ལ་བོད་ལ་ནི་གཅིག་སྟོན་སྟངས་ཇི་ཡོད་རུ་བ་འདི་དཔེ་ཡིད་ང་བོ་ཅིག་དང་ཨ་ཅིག་སེམས་ཤུགས་ཆག་ཡ་འདྲ་བོ་ཅིག་དང་བློ་ཕམ་ཡ་དེ་འདྲ་འདྲ་བོ་ཅིག་ད་ང་ཚོས་ད་ལྟ་ཨ་ད་རྒྱན་ཡོད་པའི་གི་ལ་བོ་རུ་བ། གིན་ཡོད་པའི་གི་ཨ་ནི་མི་མང་གི་གདམ་བྱ་རྒྱོད་གི་མི་དོན་ཚོད་གི་བྱི་ཏང་དོན་ཚོ་ཅིག་པས། སེམས་པ་ཕངས་པོ་སེམས་པ་ཕངས་པོ་ཞུ་འདུག་དངོས་གནས་ལ་ཡིན་ད་ཡང་འདི་ཁྱེད་རང་ཚོ་ལ་སེམས་པ་མ་ཕངས་ན་ཕངས་འདོག་བྱེད་དགོས་ཡ་དེ་འདྲའི་གི་ང་འཁྲབ་སྟོན་བྱེད་དགོས་ཡ་དེ་འདྲ་ནི་རྒྱུ་མཚན་རྩ་བ་ཉིད་ནི་མི་འདུག་རོ། ཡིན་ནས་ཡང། འཛམ་བུ་གླིང་གི་སྡིངས་ཆ་འགའ་ལ་སུ་སུ་གི་སྙོབ་དགོས་དོ་འཛམ་བུ་གླིང་གི་སྡིངས་ཆ་འགའ་ལ། བོད་པའི་གཅིག་གི་ཨ་ནེའི་ཐོག་ལ་བསམ་བློ་བཏང་ངེས་དང་བོད་རྩ་དོན་ཁོ་རང་རང་མ་གཏོགས་རྩ་དོན་ཁོ་རང་རང་ལ་དམིགས་ནས་འགྲོ་ངེས་ཀྱི་ཨ་ནེ་མི་དེ་ཚོ་མི་སུ་སུ་དོ་ར་མི་དེ་ཚོ་སུ་སུ་རེད་དོ་འདི་ང་ཚོ་ད་ག་ལེ་ག་ལེ་གསལ་བོ་ཞུ་བོ་མཐོང་ཡོང་གི་འདུག་ཨ་ནེ་ངེད་ཅག་ང་རང་ཚོ་ལ་དགོན་པ་དྲུག་སྟོང་ལྷག་ཅིག། གཏོར་བརྗོད་མ། དགོན་པ་གཏོར། རོ། དགེ་རྒན་གྱི་དགེ་ཕྲུག་གི་དགེ་རྒན་སོ་སོ་གི་དགེ་རྒན་བསད་བཅུག། སྤུ་གུག་གི་སོ་སོ་ཕ་མ་བསད་བཅུག། རོ། མི་མང་པོ་ཅིག། ཨ་ནི། མ་འདོད་བཞིན་དུ། གཞན་ཡུལ་སྐྱོད་དགོ་བྱེད། རོ། རང་ཡུལ་བཞག་ནས་གཞན་ཡུལ་ལ་འགྲོ་དགོ་ཡ་བྱ། ཨ་ནི། ད་ལྟ་ཡིན་ན་ཡིན་རོགས་ད་འདུ་འཛོ་འདུ་འཛོ་བྱས་ད་ལྟ་ཡིན་ན་ཡིན་ཨ་ནི་ཅིག། འགྲོ་བ་མི་ཡི་ཐོབ་ཐང། འགྲོ་བ་མི་ཅིག་ཡིན་པའི་ཆ་ནས་མི་གི་ཐོབ་ཐང་མེད་བ་རོ། ཆོས་ཀྱི་ཆ་ནས་ཅིག་དམ་བསྒྲགས་ཡོད་དེ་མགྱོགས་རོ། ཆོས་ཀྱི་ཆ་ནས་ཅིག་མཆོག་སྦྱིན་ཞུས་ནས་འགྲོ་དགོས་ཡ་བླ་མ་ཡིན་ན་ཡིན་ཅིག་བཀའ་དབང་ཅིག་གནང་བ་ར་ཅིག་ཡིན་ན་མཆོག་སྦྱིན་ཞུས་ནས་འགྲོ་དགོས་ཡ། རོ། ཨ་ནི་བདེན་བྲལ་གྱི། ཨོ་ཅིག། རྩོམ་པ་པོ་ཅིག་ཡིན་ནས་རྩོམ་ཟེར་དུས་ཙམ་པ་ལ་མི་འདོད་རྩོམ་པ་པོ་ཅིག་གིས་རྩོམ་བྱེད་ཀྱི་སྙན་ངག་ཅིག་བྲི་གི་ཡོད་ནས་ཁོ་གཟབ་གཟབ་ཞིག་བྱེད་ནས་སོ་སོ་ལ་རང་དབང་མེད་པའི་རང་དབང་བེད་སྤྱོད་བཏང་ནས་བྲི་ཡ་མེད་སྐྱོ། རོ། ཨ་ནི། མི་ཅིག་ཡིན་ནས་སོ་སོ་གི་སེམས་པའི་གདིང་གི་ཚོར་བ་ཅིག་ཡོར་བ། རྒྱ་ཁབ་དང་མི་རིགས་ཀྱི་ཆེད་དུ་ཅིག་ཚོར་བ་ཅིག་གཤེགས་བ་བསམ་ན་བེག་པོ་རང་བསམ་བློ་བརྒྱ་ཕྲག་མང་པོ་ཅིག་དང་བློས་བཏང་མང་པོ་བྱེད་དགོས་ཡས་ཀྱི་གནད་དོན་ཆགས་དགོས་ཡ་དེ་འདྲས་ཀྱི་ཚང་མའི་ཀྱི་རྒྱབ་ལོགས་ལ་སུ་ཡོར་རེད་ད། དེ་འདྲས་ཚང་མ་བཟོས་དེ་ངས་ཀྱི་རྒྱབ་ལོགས་ལ། རྒྱ་གུང་བརྟེན་དང་འདི་རེད་ད་རོ། རྒྱ་མི་འདི། ད་འདི་རྒྱ་མི་འདི་ལ། ད་ང་ཚོས་ཅིག། བྱང་ཆུང་སེམས་པ་ནི་ཡིན་གྱི་མ་རེད་རོ་ཡ། ད་འདི་དང་འདི་ལ་སོགས་པའི་རྒྱབ་སྐྱོར་བྱེད་མཁན་དུ་ཚོད་ཀྱི་ཨ་ནི་ཅིག། ངོ་རྒོལ་རྒྱ་ནས་ནོར་རེ་དོ་འདོ་བྱེད་ཡ་དང་གཞོན་སྐྱེས་ལ་རྨ་བཅག་ཡ་དང་གཞོན་སྐྱེས་ལ་གཞོན་སྐྱེས་ཀྱི་ཨ་ནི་དངོས་གནས་ཁོ་རང་ཅིག། རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་འཐབ་རྩོད་བྱེད་དུས་ཙམ་པ་ཁྱོད་ཚོ་གང་ཤེས་ཀྱི་མ་རེད་མདོ་མདོ་བྱས་དང་ཁྱོད་ཚོ་སྤུ་གུ་རེད་མདོ་མདོ་བྱས་ཡ་དང་ཨ་ནི་ཅིག། ངས་ཀྱི་ད་རིང་འདི་ནས་གསལ་བོ་བྱས་ནས་ཅིག་ཞུས་ན་བསམ་ཟེར་རོ་ཨ་ཡ། གཞོན་སྐྱེས་དེང་སང་གཞོན་སྐྱེས་དེ་ཁྱོད་རང་ཚོ་གི་གཟུགས་སྐུ་གང་ཚུགས་ཤར་གྱི་འགྲོ་ཤར་ལ་འགྲོ་བསྡད་ངས་ཀྱི་གཞོན་སྐྱེས་དེ་མ་རེད་དོ། ལ་སོགས་ལ་སོགས་ལ་ངེས་ཏེ། སྐད་ཆ་ག་རེ་བཤད་ན་ཡག་སྡུག་དབྱེ་བ་དཔྱད་མ་ཐུབ་ནས་ལ་སོགས་ལ་སོགས་ལ་ངེས་ཀྱི་གཞོན་སྐྱེས་དེ་མ་རེད་དོ། དེ་འདྲའི་བསམ་གྱི་ཡོད་བ་ར་ཅན་ཡིན་ན་ནོར་འཁྲུལ་རེད་དོ་ཁྱོད་རང་ཚོ་རོ། དེང་སང་གཞོན་སྐྱེས་ཀྱི་དངོས་གནས་ཁུངས་ལྡན་གྱི་ལ་སོགས་ཞུ་དགོས་ཡ་དང་གུས་ཞབས་བྱེད་དགོས་ཡ་ཡིན་ན་ཁུངས་ལྡན་ཁུངས་ལུང་བལྟ་ནས་བྱེད་ངེས་ཅི་རེད་རོ། དེ་ཡིན་དུས་ཙམ་པ་ལ་ད་རེ་ཁ་སང་ད་རིང་རྟ་ཁ་སིང་དེ་ལ་སྐད་འབོད་རྒྱག་དུས་ཙམ་པ་ལ་སྤྱི་ཚོགས་ཀྱི་དྲ་རྒྱ་འགའ་ལ་ལྟ་ད། ཁ་ནས་བཤད་ན། གཅིག། རྒྱ་མི་གསོ་པ་དང་རྒྱ་མི་གསོ་པ་རྒྱ་མི་གསོ་པ་དང་རྒྱ་མི་གསོ་པ་མང་པོ་ལག་འོར། རོ། ཡིན་ནས། རྒྱ་མི་ལ་དངོས་གནས་ཁོ་རང་ཁ་བརྡས་བཅག་དུས་ཙམ་པ་ལ་རྒྱ་མི་གི་རྒྱབ་རྩར་ལངས་ནས་གླེང་ཡོང་ངེས་སུ་སུ་བྱེད་ཀྱི་འདུག་རྒྱ། ངོ་སྒོ་རྒྱག་འོ་མ་རེད་ཞི་ཅིན་པིང་ལ་གང་ལགས་འོ་མ་རེད་མདོག་མདོག་བྱེད་ངེས་དང་ཧ་ལས་མ་ས་དེ། རྐུབ་བཀྱག་བརྒྱབ་ལོ་ལ་ད་ནི་ཅིག་ང་ཚོ་སྐད་ཆ་ཞིབ་བོ་ཅིག་འབྲུ་གུ་ཡོད་བ་འདྲ་བོ་ཅིག་བཤད་ནས་རོགས། དེ་འབྲེལ་གྱི་མི་དམངས་ལ་མགོ་སྐོར་གཡོག་ནས་རོགས། རྐུབ་བཀྱག་བརྒྱབ་ལོ་ལ་ཅིག་ཞིབ་བོ་ཅིག་ང་ཚོ་སྐད་ཆ་འབྲུ་གུ་ཡོད་བ་ཧ་ལ་མ་སུ་ད། རྒྱ་བོ་རིན་པོ་ཆེ་བོད་ལ་ཕེ་ཆོ་ཆོ་ཡིན་པ་འདྲ་བོ་ཅིག་གི་སྐད་ཆ་བཤད་དེ་ངེད་ཀྱི་མགོ་ལ་སྡིགས་ངེས་ཡིན་ན་འདྲ་སྡིགས་རྒྱབ་སྐྱོར་བྱེད་ངེས་ཡིན་ན་འདྲ་འདུ་འཛི་ཚང་མེད་ཀྱི་དྲ་མགོ་ལ་ན་མ་བིན་བྱེད་ཀྱི་འདུག་བ་རོགས། ཞི་ཅིན་ཕིན་ལ་ངོ་རྒོལ་རྒྱག་དགོས་མ་རེད་དོ་འདོ་བཤད་ནས་རོ་ངོ་རྒོལ་རྒྱག་ངེས་དོ་འདོ་ཆོ་མེད་རྒྱོ་རེད། ལ་ངེས་མང་པོ་འདོ། ད་ང་ཚོ་རྒྱ་མི་ཕོག་སེང་སུ་ལ་ལ་དགོས། རྒྱ་མི་གི་རྒྱབ་ལོག་ལ་ལང་དགོས་ཡ། ཁོ་ཚོ་ལ་ག་རེ་ཟུག་རྒྱག་དགོས་རོ། ནང་ལོག་སྐད་ཆ་གཅིག་རེད་ད་རོ་ཡ། ཡིན་ནས། འདུ་འཛོ་ཐབས་སྐྱོ་བོ་ཞུ་གཅིག་མཐོང་གུ་ད་དྲང་པོ་ལགས་རོ་ཡ་དེ་འདྲའི་གི་ཨ་ཙི་སོ་སོ་རྐུབ་བཀྱག་དེ་དེ་འདྲའི་གོ་ཆེན་པོ་ཉིད་ཀྱི་ནམ་རྒྱུན་དུ་ལ་བ་ན་ཞིག་རེད་བཙན་བྱོལ་སྤྱི་ཚོགས་ལ་རེ་གསུམ་གཅིག་མ་གཏོགས་རོ་ཤ་བ་རིན་པོ་ཆེ་དབུ་ཁྲིད་ནས་མི་རེ་གསུམ་གཅིག་གི་རོ། རེ་གཅིག་རེ་གཉིས་རེ་གསུམ་འདྲ་བོ་རེད། མི་ཉུང་ཤས་ཅིག་གིས། ལས་བྱེད་ཉུང་ཤས་ཅིག་གིས། རེ་བ། མགོ་ལ་སྐྱོད་བྱ་རྒྱུ་དཔོན་པོ་ཉུང་ཤས་ཅིག་གིས། དངོས་གནས་བོད་སྤྱི་པ་དང་བོད་ནང་ལོགས་ལ་བསྡད་དེ་ངས། རེ་བ། ཨ་ནི་ཅིག། ང་ཚོ་དེ་ལ་རྒྱ་གར་དང་བཙན་བྱོལ་ནང་ལ་ཡོད་དེ་ངས་དེ་ཅིག། འདི་ལ་རྒྱབ་སྐྱོར་བྱེད་ངེས་ཀྱི་རྣམ་པ་ཅིག་མ་གཏོགས། དོན་དངོས་པོ་དེ་ལ་བོད་ལ་གཞི་བཞག་ནས། ལས་ཀ་བྱེད་དེ་ངས། མི་ཉུང་ཉུང་ཞུ་རེ་བྱ། འགྲོ། མི་ཉུང་ཉུང་བཞི་བོ་རེ་བཞག། གཞན་པ་རོ་ཨ་བཙན་བྱོལ་ནང་ལོགས་ལ་ད་ལྟ་ལས་ཀ་བྱེད་བདེ་ངེས་མགོ་ལ་བདེ་ངེས་མང་པོ་ཅིག་རེད། བོད་ཀྱི་ཆེད་དུ་ལས་ཀ་བྱེད་ཀྱི་མི་འདུག་ལ་ན་འགྲིག་གི་འདུག་ད། བོད་སྤྱི་བེད་ཀྱི་ཆེད་དུ་ལས་ཀ་བྱེད་ཀྱི་མི་འདུག་ལ་ན་ཕལ་ཆེར། ལ་ཕྱོགས་པ་འདུག་དངོས་གནས་ལ་ཡིན་ད། འདི་ད་ང་རང་རང་གི་སེམས་ཀྱི་ཚོར་བ་ཡིན་རོ། མི་མང་པོ་ཅིག་ག་ལ་ང་རང་གི་སྡིངས་ཆ་དེ་བེད་སྤྱོད་བྱེད་ནས་ངའི་སྐད་དེ་བེད་སྤྱོད་བྱེད་ཀྱི་ཡོད་རོ། ང་འདི་མ་འདོད་པའི་གི་རྣམ་པ་ཡིན་རོ། འདི་ལ་དུས་བོད་གཞུང་ལ་མ་འདོད་པ་དང་དེ་འདྲས་མེད་ད། ང་རང་གི་མ་འདོད་པའི་གི་རྣམ་པ་དེ་ཀ་རེ་ང་ང་བོད་པ་ཅིག་ཡིན་པའི་ཆ་ནས་ང་ཡིད་ཚིམ་གྱི་མི་འདུག། ང་བློ་ཁང་གི་མི་འདུག་རོ། ང་འདོད་པ་འདི་ཏག་ཏག་བདེ་གི་མི་འདུག། ངེད་ཀྱི་དམིགས་ཡུལ་འདི་ཏག་ཏག་བདེ་གི་མི་འདུག་ཡིན་ནས་ངའི་དམིགས་ཡུལ་ག་ལ་འགྲོ་དགོས་རེད་འདི་ཡས་ལབ་ཀྱི་མེད་རོ། ང་དང་ང་འདྲ་བ་མི་མང་པོ་ཡོད་རེད་ད། དངོས་གནས་ལ་ཡིན་རོ། བོད་སྤྱི་བོད་ཀྱི་དོན་དག་ལ་ཅིག་བྱེད་ཆོག་ག་བསམ་བསམ་འདྲ་བོ་ཅིག་དང་ད་གཞོན་སྐྱེས། སྔོན་གནས་ཁོ་རང་ནུས་སྟོབས་བཅས་རོ། ནུས་པ་ནུས་པ་དང་ལྡན་པ་སློབ་ཆུང་ཚང་མ་ཡོད་དེ་སྐྱོ་འཛམ་བུ་གླིང་གི་མཐོང་རྒྱ་ཐོས་རྒྱ་ཚང་མ་རགས་ཚ་སྐྱོ། དེ་འབྲེལ་གྱི་གཞོན་སྐྱེས་ཀྱི་ཨ་ནི་ད་རིང་སྣེ་ཁྲིད་ནས་ཅིག་སློབ་ཕྲུག་རང་དབང་ཚོགས་པ་ཡིན་ན་འདྲ་ཨ་ནི་ཅིག་དེ་ལ་གཞོན་ནུ་ཡིན་ན་འདྲ་འདུ་འཛོད་ཀྱི་སྣེ་ཁྲིད་ནས་ཅིག་ཞི་ཅིན་ཕིན་ལ་ངོ་རྒོལ་རྒྱག་དུས་ཙམ་པ་ལ། ཨཱ་འདི་ཅིག། འགྲིག་གི་མི་འདུག་མདོ་མདོ་ཇི་སྟེ་ད། མ་འགྲིག་ཨེ་དེ་རྒྱུ་མཚན་ག་རེ། ཧ་ལས་མ་ཟད་སོ་སོ་ལྟར་ཁྲོལ། ཅིག། ཆུན་ཆོན་ཅིག་ལ་ལྟ་ནི་ལྟ། གཅིག་གིས་རང་བཙན་རྩོད་ཀྱི་འདུག་གཅིག་གིས་དབུ་མའི་རྩོད་ཀྱི་འདུག་ལབ་ན་ཞི་ཅིན་ཕིང་ལ་སླེབས་སུ་གནར་བ་དབུ་མ་རྩོད་མཁན་ཡིན་ན་ཡང་རྩོད་དགོས་རེད་རང་བཙན་རྩོད་མཁན་ཡིན་ན་ཡང་རྩོད་དགོས་རེད་ད། ཅིག། རང་བཙན་རྩོད་མཁན་འདི་ཚོ་ཅིག་ཧ་ལས་མ་ཟད་ཞི་ཅིན་ཕིང་ལ་ངོ་རྒོལ་རྒྱག་ནི་སྡུག་ཅག་རེད་མདོ་མདོ་ཇི་སྟེ་ངེད་ཀྱི། འདི། ང་ཚོས་ཀྱི་ཕག་ཁ་བལྟས་དུས་ཙམ་པ་ལ་སྙིང་རྗེ་ཕག་ཁ་བལྟས་ནས་དབུ་མའི་ལམ་ཡིག་རྩོད་ཀྱི་ཡོད་ན་འདྲ་རང་བཙན་རྩོད་ཀྱི་ཡོད་ན་འདྲ་སྙིང་རྗེ་ཕག་ཁ་བལྟས་ནས་སྐད་ཆ་བཤད་དགོས་ར་མ་གཏོགས། ཁྱོད་རང་ཚོ། དགྲ་ཤར་ལ་ཤར་གཏོར་མ་ག་བ་རེད་ནུབ་ལ་བཏང་ལ་ཡ་དེ་བྱི་བ་ར་ཅིག་ཡིན་ན། ལས་རྒྱུ་འབྲས་ཀྱི་ཞག་མར་ལྟ། རོ། ལས་རྒྱུ་འབྲས་ཀྱི་ཞག་མར་དཀོན་མཆོག་ལ་ཡིན་ལྟ། གཞན་པ་གང་བྱེད་བྱ་ཡ་གང་ཡོད་མར་ལས་རྒྱུ་འབྲས་ཀྱི་ཞག་མར་བ། འདི་ཡིན་དུས་ཙམ་པ་ལ། ནམ་རྒྱུན་ང་ཚོ་དབུ་མ་དང་རང་བཙན་བཤད་ལྟ། ག་ཚོད་བཤད་ཡ་ཡོད་ན་བཤད་ལྟ། རོ། བཤད་བ་ར་བྱེད་ཡིན་ན་ང་ཚོ་ལ་གོ་རྟོགས་སྤེལ་གྱི་རེད། རོ། བཤད་བ་ར་བྱེད་ཡིན་ན་མི་མང་ལ་གོ་བརྡ་འཕྲོད་ཀྱི་རེད། དབུ་མ་རྩོད་ངེས་ཡིན་ན་དབུ་མེད་ཀྱི་ཐབས་ལམ་ག་རེ་ཡིན་མེད། རེད་བ། གཞན་པ་དབུ་མ་རྩོད་ཀྱི་ཡོད་ལ་ནི་འགྲོ་ཤར་མ་གཏོགས། དོན་དག་ཆོས་ནི་ཧ་མ་གོ་ནི་མི་འདུག་བས། ངས་མང་པོ་ཞུས་ཙང་ད། རེད་བ། ང་མི་གཅིག་གིས་དབུ་མའི་ལམ་ཞི་བོ་ཅན་ཧ་གོ་གི་ཡོད་ལ་ན་ང་གད་མོ་ཞུ་གི་འདུག་དངོས་གནས་ལ་ཡིན་ད་གད་མོ་ཞུ་གི་འདུག། རེད་བ། དོན་དག་ཆོས་ནི་ཧ་མ་གོ། ཨ་ནི། གཅིག། མིང་སྐམ་པོ་ཅིག་དང་མིག་གི་ལག་ནས་སྒྲོག་བཞག་རྒྱོ་ཅིག་ཡིན་པ་འདི་གསལ་བོ་མཐོང་གོ་ཐུབ་ར་ཅིག། འོས་ཤོག་བླུགས་ནས་ཐག་གཅོད་རེད་ལ་ནི་འོས་ཤོག་འདི། ང་ཚོ་ཡིག་ཆས་མ་ཆེ་རང་ཆེ་ཆགས་གོ་བར་མ་གཏོགས་ཡིག་འོས་ཤོག་འདི་བཙན་བྱོལ་སྤྱི་ཚོགས་ཀྱི་འོས་ཤོག་འགྲོ་སྟངས་འདི་ལ་ཡིག་ཆས་ཡོད་བས་ལ་ན་ཡིག་ཆས་ཇི་ཐུ་ཡ་གོ་ར་ཡོད་མ་རེད། ཡིག་ཆས་ཇི་ཐུ་ཡ་གི་གནས་བབ་ཡོད་མ་རེད་གང་ཡིན་ཟེར་ན་མིག་གི་བསམ་བློ་བཏང་ནས། བྱི་གུ་འོག་མར། འདི་མ་བྱེད་དུས་ཙམ་པ་ལ་འོས་ཤོག་འདི་དངོས་གནས་བྱེད་ན། ནུས་མེད་ཆགས་བོར་རོ། གལ་འདྲ་བྱས་སམ་མིག་བཙུམ་ནས་འོས་ཤོག་བླུ་ལ་ན། ཚིག་འདི་ཁོ་རང་གིས་ནོར་ཚར་རོ། མིག་བཙུམ་ནས་བླུ་ཤོག་ལ་ནི་ད་བླུ་ངེས་མང་པོ་ཡོད་རོ། འདི་ཡིན་དུས་བརྩམས་པ་ལ་ང་ཚོ་བཙན་བྱོལ་སྤྱི་ཚོགས་ཀྱི་ནུས་འདི་ག་ལ་འོ་རེད། འོས་བསྡུ་བྱས་ནས་ད་ཞི་བོ་ཅིག་མི་མང་གི་འདམ་རེད་ལ་ནི་གལ་ཆེན་པོ་ཞི་བོ་ཅིག་བྱེད་དེར་མ་གཏོགས་མི་མང་ཁོ་རང་ལྐུགས་པ་རེད་དོ། མི་མང་མགོ་ཚོས་གི་མིན་དོ། རོ། དེ་འདྲ་ཡིན་དུས་བརྩམས་པ་ལ་འདི་ང་ཚོའི་གི་མ་རྩི་ཡ་དང་ང་ཚོའི་གི་རྩི་འདི་ལ་ཅིག། མཐོང་ཆུང་གི་རྣམ་པ་འདྲ་བོ་མཐོང་གི་ཡོད་བ་ར་ཅིག་ཡིན་ན་མཐོང་ཡས་ཀྱི་རྒྱུ་འདི་དེ་འདྲས་རེད་ད་རོ། དཔལ་ནཱ་འདྲ་བོ་ཅིག་ཡིན་ན་བདམས་ཐོན་སྲིད་སྐྱོང། བདམས་ཐོན་སྲིད་སྐྱོང་ལ་ཨ་ནི་མི་མང་གི་འོས་ཤོག་བླུག་རེས་དགའ་ན་མ་དགའ་ན་བརྩི་དགོ་རེས་ཁྱོད་ཚོ་གུས་ཞབས་བྱེད་དགོ་རེས་ལ་ངན་མང་པོ་ཡོད་ར་རོ། འདུ་འཛོ་ལ་ལེན་ཡིན་ད་ལེན་ར་རོ། མི་མང་གི་དངོས་གནས་ཁོ་རང་སེམས་པ་གཏིང་ནས་བདམས་ནས་རེད་བ། མི་མང་མགོ་སྐོར་མ་ཐེག་ནས་རེད་བ། མི་མང་གི་དོན་དག་ཚང་མ་རྟོགས་ནས་འོས་ཤོག་བླུ་བ་ར་ཅི་ཡིན་ན་འདི་ལ་ཡིད་ཆེས་མ་བྱེད་བ་ར་ཅི་ཡིན་ན། འདི་ལ་ཡིད་ཆེས་མ་བྱེད་བ་ར་ཅི་ཡིན་ན་དངོས་གནས་ཁོ་རང་འདི་དགྲ་དགའ་གཉེན་སྡུག་གི་ལས་ཀ་རེད། རོ། སུས་འདི་འདི་དངོས་གནས་ཁོ་རང་ཅིག། བོད་ཀྱི་ཨ་ནི་རྩ་དོན་ལ་ཕན་མ་ཐོགས་ཡ་ཅིག་དང་འདི་མི་འདི་གནོད་སྐྱེལ་ངེས་ཅིག་ཡིན་པ་འདི་གསལ་པོ་རེད། རོ། གང་ཡིན་ཟེར་ན་མི་མང་གིས་དངོས་གནས་བསམ་བློ་བཏང་ནས་འོས་ཤོག་བླུགས་ནས། རོ། མི་མང་གཅིག་གཅིག་གིས་སོ་སོ་གི་གོས་ཤོག་དེ་ག་རེ་བྱས་ནས་བླུག་གི་ཡོད་མེད་ག་འདྲས་བྱས་ནས་བླུག་གི་ཡོད་མེད་མི་དེ་གི་ཁྱད་ཆོས་ཧ་གོ་ནས་བླུག་གི་ཡོད་བ་ར་ཅིག་ཡིན་ན། སྒྲིག་སྐོར། ད་ཕྱིན་བླ་ན་རྒྱ་ཁབ་དང་མི་རིགས་ཀྱི་ཆེད་དུ་བསམ་བློ་བཏང་ནས་བླུག་སྐོར། ལུང་ཚན་གཅིག་དང་གཅིག་གི་མིག་བཙུམ་ནས་བླུག་བཞག་བ་དང་ཨ་ནི་དེ་ལ་གཅིག་གཅིག་དཔུང་བསྒྲིགས་ནས་བླུག་བཞག་རྒྱུ་དེ་ཚོ་རྒྱ་ཁབ་དང་མི་རིགས་གཡུག་ཚར། རྒྱ་ཁབ་དང་མི་རིགས་གཡུག་ཚར་ཁྱོད་ཀྱིས་འོས་ཤོག་གཅིག་ལ་ཨ་ནི་ཁྱོད་གུས་བརྩི་བྱེད་དགོས་རེད་ལབ་བ་ར་བྱེད་ཡིན་ན་ནོར་ཚར། ནོར་ཐར་ད་རོ། ད། དེ་འདྲས་ཡིན་དུས་ཙམ་པ་ལ་ར། དེ་དེ་ཕྱིར་ནས་ང་ཚོའི་གི་གཅིག་ལ་བ་ར་ཅི་ཡིན་ན་བོད་གཞུང་ལ་ཁ་བཏང་གོ་མ་རེད། རོ། བེམ། བདམས་ཐོན་སྲིད་སྐྱོང་ལ་ཁ་གཅིག་གི། མ་འདོད་པའི་གི་རྣམ་པ་ཅིག་སྟོན་བ་ར་ཅི་ཡིན་ན་འདི་སྟོན་དགོས་ཡས་གི་རྒྱུ་མཚན་དེ་འདི་རེད། རོ། འདི་དགྲ་དགའ་གཉེན་སྡུག་ཆགས་གི་ཡོག་མ་རེད། རོ། སྤྱི་བཏང་གི་དམངས་གཙོ་ལ་འདི་ཙམ་པ་ང་ཚོ་བཙན་བྱོལ་གྱི་སྤྱི་ཚོགས་ནང་ལ་ང་ཚོ་དམངས་གཙོ་ཡང་དག་པ་དང་དམངས་གཙོ་ཡང་དག་པ་ལ་ཡང་དག་པའི་དམངས་གཙོ་འདི་དངོས་གནས་བསྡུ་བའི་ལས་འདི་ད་ལྟ་དོ་སྣང་བྱེད་ངེས་ཉུལ་ཉུལ་རེད། ཁ་བརྡས་མེད་བས་ཀྱི་ཁ་བརྡས་མེད་བས་ཀྱི་དམངས་གཙོ་ཅིག་ཆགས་ཡོད་རེད་ད་ལྟ་ཚོགས་པ་ཆེ་ཁ་བརྡས་མེད་བས་དམངས་གཙོ་ཚོགས་པ་རྒྱ་གར་དམངས་གཙོ་ཚོགས་པ་རེད་ཁ་བརྡས་ཡོད་རེད་འཇན་དཱ། Congress།

ཡང་ཡག་པོ་ལྟ་དུས་རྩམ་པ་མདོ་སྟོད་མདོ་སྨད་དབུས་གཙང་ལ་ཅིག་མི་འདོད་ཆོས་རྒྱུད་ལ་ནི་ཕ་གོ་བཤའ་རྒྱབ་བཤའ་སྐྱོ་འགྲོ་བོ་ཅིག་པར་ཏི་ཡོད་དེ་སྐྱོ་འགྲོ་བོ་ཅིག་ཡང། དངོས་ཡོད་གནས་སྟངས་ག་ལ་པར་ཏི་སིསྟེམ་མེད་བ། ཨ་ནི་པར་ཏི་སིསྟེམ་མེད་ནས་ད་ང་ཚོ་གཞུང་ལ་བསམ་འཆར་ཕུལ་ངེས་ཚང་མ་ཨ་ནི་ཅིག་གཞུང་ལ་ཁ་བཏད་བཅག་ངེས་ཡིན་པ་འགྲོ་བོ་ཅིག་དང་གཞུང་ལ་ངོ་རྒོལ་རྒྱག་ངེས་ཡིན་པ་འདྲ་བོ་ཅིག་དང་དེ་འདྲའི་གི་ཨ་ནི། རྩེད་མོ་རྩེད་སའི་གི་རྩེད་སྟངས་འདྲ་བོ་ཅིག་བཟོས་བཞག་ནས་རོ། འདིའི་བླ་དུས་ཙམ་པ་ལ་དམངས་གཙོ་ཡང་དག་པ་ཅིག་འདི་ལ་མེད་བ་འདི་གསལ་བོ་ཞི་བོ་ཅིག་སྟོན་གི་འདུག་བ། ད་གལ་ཆེ་ཤོས་ཅིག་ལ། ཁྱེད་རང་ཚོ། དངོས་གནས་ཁོ་ར་བློ་ཟུར་དུ་གནས་ནས་རེད་བ། ཁྱེད་རང་ཚོ་བསམ་བློ་ཡག་པོ་ཅིག་བཏང་བ་ར་ཅིག་ཡིན་ན་ངེད་ཀྱི་སྐད་ཆ་ད་རིང་འདི་བཤད་དེ་ང་འདི་བློ་བཟང་སེང་གེ་དང་སྤེན་པ་ཚེ་རིང་གཉིས་པ་ར་ལ་བསྡུར་གི་མེད་ད། དུར་ས་ཡོ་མར་ས་དང་གནམ་ཁྱད་པར་ཤོ་ཚར་མིག་གི་བསམ་བློ་བཏང་བཏང་ཡིན་ན་འདྲ་སོ་སོའི་གི་སྤྱོད་པ་ཁྱེད་ཚོའི་བསམ་བློ་བཏང་བཏང་ཁོ་རང་ས་དང་གནམ་ཁྱད་པར་ཤོར་ཚར་འདུག་བ་འདི་ང་ཚོ་མཐོང་གི་རེད་སེའུ་རོ་ཡ། ཡིན་ནས་ཡིན་ནས་རོ་ད་རིང་དེ་ལ་ག་རེ་ཞུ་འདོད་བྱུང་སོང། རོ། ཞུ་འདོད་པ་དེ་ག་རེ་འདུག་ལབ་ན་རོ། ད་ཁྱེད་རང་ཚོ། ང་ཚོ་སྦྱངས་སྦྱངས་ལབ་དུས་ཙམ་པ་ལ་ག་དུས་སྦྱངས་དགོས་རེད་ང་ཚོ་དཔེ་ཆ་ཅིག་སྦྱངས་ཡིན་པས་ལབ་དུས་ཙམ་པ་ལ་དང་པོ་དཔེ་ཆ་དེ་སྦྱངས་བློ་ལ་ཟིན་ཨ་ནི་རྗེས་མ་སྐྱོར་སར་སླེབས་དུས་ཙམ་པ་སྐྱོར་དུས་ཙམ་པ་ལ་ངས་སྦྱངས་བ་དེ་ཨ་ནི་གོ་ཆོད་དུ་ལབ་ཡིན་རོ། རོ་ཡ། ང་སྦྱངས་དང་པོ་སྦྱངས་ཨ་ནི་དེ་ནས་བེད་སྤྱོད་གཏང་གི་རོ་དེ་ཡིན་དུས་ཙམ་པ་ལ། ང་ཚོ་གི་ནོར་འཁྲུལ་དེ་ལ་ལྟ་ནས་ད་ནི་གོམ་པ་མདུན་སྐྱོད་རྒྱག་གི་ཡོད་པའི་རྟགས་རོ་ང་ཚོ་གོམ་པ་རྒྱག་གི་ཡོད་པའི་ཁུལ་རོ། འདི་ཡིན་དུས་ཙམ་པ་ལ། ད་ཁྱོད་རང་ཚོ་དོ་སྣང་བྱས་ཨ་ད་རིང་ངས་སྐད་ཆ་འདི། སྲིད་ཟུར་མཆོག་རོ། རྒྱ་གར་གྱི་ནང་པའི་གི་ཚོགས་ཆེན་ཆེ་ཤོས་ཅིག་ཐེངས་དང་པོ་དེ་ལ། བཀའ་མོལ་གནང་ཡ་དང་འདུག་མཛོད་ཀྱི་ལས་གཞི་ཡུན་བཞིན་དུ་མེད་བ་བཟོས་བ་དང་སྲིད་ཟུར་མཆོག་འདི་འདི་ལ་ཡོད་དང་སྲིད་ཟུར་བློ་བཟང་སེང་གེ་བློ་བཟང་སེང་གེ་མཆོག་བཀའ་མོལ་གནང་ཡ་གི་ཚང་མ་ཡོད་ནའི་འདི་མེད་བ་བཟོས་ཡ་རོ། འདི་མེད་བ་ཟོས་ནས་སྲིད་ཟུར་སྐད་ཆ་བཤད་རང་མ་གསུམ་ལ་ནི་ངས་འདི་སྐད་རྒྱག་གོ་མར་དང་ཡང་ཁྱོད་རང་ཚོ་གོ་ནོར་མ་ཐེ་ཨ་རྒྱ་བ་ང་བ་དང་ཟླ་བ་ང་བ་མ་ནོར་བ། འདི་ཡོན་ཏན་རྩམ་པ་ལ་སྲིད་ཟུར་སྐད་ཆ་བཤད་རང་མ་གསུམ་ལ་ནི་སྲིད་ཟུར་སྐད་ཆ་བཤད་བ་ར་ཅིག་ཡིན་ན་ག་རེ་བཤད་ཀྱི་རེད་དྲི་བ་འདིར་ད་སྲིད་ཟུར་གྱི་ནང་པའི་ཚོགས་ཆེན་ལ་བཀའ་མོལ་གནང་བ་ར་ཅིག་ཡིན་ན་བཀའ་མོལ་འདི་ག་རེ་གནང་གི་རེད་རྒྱ་བ་རོན་པོ་ཆེན། དངོས་གནས་ཁོ་རང་བཀའ་དྲིན་ཆེན་པོ་ཡིན་པ་དང་རོ། བོད་བོད་སྤྱི་ཁོག་མེན་པ་འཛམ་བུ་གླིང་འདི་ལ་དམིགས་བསལ་གྱི་དག་ཆ་སྟོན་སྤེལ་གྱི་ཨ་ནི་རྗེས་འཇུག་ཡང་དག་པ་ཅིག་ཡིན་པ་རོ། ཨ་ནི་བསྟན་པ་གི་འགྲོ་གྲོན་ཆེན་པོ་གནང་གི་ཡོད་བ་དེ་གཟིགས་ཟུར་གྱིས་འདི་སྐོར་ལ་བཀའ་མོལ་ཅིག་གནང་གི་རོ། འདི་ནང་བཞིན་བོད་སྤྱི་པའི་གི་དོན་དག་ལ་བཀའ་མོལ་ཅིག་གནང་གི། དོན་དག་རྡོག་རྡོག་འདི་རུ་བ་དང། རོ། ནང་པའི་གི་ཚོགས་ཆེན་དེ་ལ། སྲིད་ཟུར་འགྲོ་བོ་ཅིག་གིས་ཀ་མེད་གནང་བ་ར་བྱས་ན་ཀ་མེད་འདི་ག་ལ་མ་གཏོགས་གཞན་པ་གང་དགོས་ཅི་གནང་ཡ་ཡོད་མ་རེད་ད་དམིགས་བསལ་གང་ཡོད་མ་རེད་རོ། རྒྱལ་བ་རིན་པོ་ཆེན་གི་སྐོར་ལ་གནང་གི་རེད་རྒྱལ་བ་རིན་པོ་ཆེ་བཀའ་དྲིན་ཆེ་བསམ་ཤེས་བྱེད་ཡ་དང་རྒྱལ་བ་རིན་པོ་ཆེ་འདི་ག་ཚོད་ཀྱི་མི་འདོད་གལ་ཆེན་པོ་ཡིན་པ་འདི་འོང་དུས་དེ་ཙམ་པ་ལ་སྲིད་ཟུར་གནང་གི་རེད་ད་འདི་ག་མེད་གནང་ཡ་འདི་བོད་སྤྱི་པ་ལ་ཕན་གི་འདུག་རྒྱལ་བ་རིན་པོ་ཆེན་གི་མཛད་འཕྲིན་ལ་ཕན་གི་འདུག་གནོད་གི་འདུག་བོད་སྤྱི་པ་ལ་ཕན་གི་འདུག་གནོད་གི་འདུག། འདི་ཁྱོད་རང་ཚོ་གི་ཐག་གཅོད་བྱེད་དགོས་རོ། རོ། ད། དཀའ་ངལ་དེ་ག་རེ་བྱ་དགོས་རེད། ལག་ཏུ་ང་ཚོ་ག་དུས་ཡིན་ན། ཕྱི་གཏན་ཅིག་བརྒྱབ། ཨ་ནི། ད་ལྟ་ག་རེ་རེད་དོ། བསམ་བློ་བཏང་དགོས་རོ། ད། སྲིད་ཟུར་ཆོས། སྲིད་ཟུར་ཆ་ནས། ལྷོད་ལྷོད་བྱེད་ནས་མིང་འདི་ཁྱི། ལྷོད་ལྷོད་བྱེད་ནས་དེ་དེ་བ་ར་བྱས་ན་རྙོག་དྲ་ག་ཡོད་མ་རེད།

རོ། རྒྱལ་བ་རིན་པོ་ཆེ་དང་བོད་སྤྱི་པ་དོན་དག་ལ། ས་ཆ་ག་བ་ལ་སྐད་བཏང་ན་འགྲོ་བདེ་ཡ། རོ། བཀའ་མོལ་གནང་ས Prague ཡིན་ན་འདྲ་ད་ལྟ་ཉེ་ཆར་ཨ་ནི་བཀའ་མོལ་གནང་ས་འདུ་ཚོ་ཚང་མ་ལ་ཕེབས་བསྡད་ཀྱི་འདུག་བ། རོ། འདི་བོད་སྤྱི་པ་གི་དོན་དག་ཕེབས་ཀྱི་འོ་རོ། ཨཱ་འཛམ་བུ་གླིང་གི་སྡིངས་ཆ་འདི་ག་ལ་བོད་ཀྱི་རྩ་དོན་དེ་ཡར་གྱེན་འགྲེལ་གླེང་དགོས་དོ། ཡར་གྱེན་འགྲེལ་གླེང་དགོས་དོ། ཁོ་རང་སྐབས་ལ་ཡག་པོ་བཞག་བཞག་སྐྱོ་དེ་ད་ལྟའི་དུས་ཚོད་དེ་ལ་དཔེ་མཛའ་དྲག་པོ་ཆགས་དེ་སྐྱོ་བྱེད་དང་བོད་ཀྱི་རྩ་དོན་ལ་དུས་ཙམ་པ་ལ་རྒྱལ་སྤྱིས་ཀྱི་སྡིངས་ཆ་ག་ལ་མིང་མེད་ཨའོ་ད་བདེན་འགྲེལ་གྱི་ཉེན་ཁ་འདི། སྲིད་ཟུར་བློ་བཟང་སེང་གེ་གིས། སྤེན་པ་ཚེ་རིང་ལ་མཐོང་ཆུང་རེ་བས་ལབ་ན་མ་རེད་ད། སྲིད་ཟུར་བློ་བཟང་སེང་གེ་ལ་བོད་སྤྱི་པ་ལ་སེམས་ཤུགས་ཡོད་དེ་ངས་ཅི་ད་བོད། བོད་པ་ཡིན་ལ་ནས་བོད་གཟུགས་པོད་ཀྱི་ནང་ལོགས་ལ་ཁྲག་དེ་བོད་པ་རྒྱུགས་དེ་ཡོད་དུས་ཙམ་པ་ལ་རོ་ཨ། ང་རྒྱ་ཁབ་ཀྱི་དཀའ་ངལ་ཡོད་ངེས་ཀྱི་མི་ཅིག་ཡིན་ང་སྒེར་ང་རང་སྒེར་གྱི་ངོ་ཆོད་ནས་མི་འདུ་བས་བོད་པ་ཅིག་ཡིན་པའི་ཆ་ནས་འགན་ཁྱི་གོ་རོ་ཨ། འདི་ང་ཚོ་ཡག་པོ་སེ་ཝུ་ཧ་གོ་གོར་དང་དེའི་སྤེན་པ་ཚེ་རིང་ལ་མཐོང་ཆུང་བྱེད་ཡ་སྐད་ཆ་བཤད་གོ་འོ་མ་དང་ཡང་སྲིད་ཟུར་ག་ཅིག་གཅིག་ལ་ཅིག་བརྩམས་པ་ལ་ཨ་དེའི་སྤེན་པ་ཚེ་རིང་ལག་འོ་རེད་དོ་མདོ་བྱེད་ན་ནོར་རེད་ད། ཡིན་ནས་ཡང། རོ། དེ་ལ་མི་སྒེར་ཅིག་ལ་ངེད་ཀྱི་དུས་ང་རང་ཡི་ལྟ་དུས་བརྩམས་པ་ལ་ངས་དེ་འདྲའི་བལྟ་མེད་ཨ་ཙི་ང། ལམ་སང་ཚིག་ལ། རོ། ཚིག་ལ་མ་བལྟ་དོན་ལ་བལྟ་ལ་ཡོད་དོ་ད་དོན་དག་ཨ་ཙི་དེ་འདྲ་དེ་འདྲ་ཆགས་བསྡད་ཡོད་ས་རུ་བ། བོད་ལ་ཡ་དེ་གོ་ཡ་མེད་བ་ཆགས་ཡོད་ས་རུ་བ། ཨ་རི་གཞུང་གིས་རྒྱལ་ཁབ་སྟོབས་ཆེན་འཛམ་བུ་གླིང་གི་སྟོབས་ཆེན་རྒྱལ་ཁབ་དང་ཤོས་དེ་གི་ཁྲིམས་འཆར་བཟོས་ནས་ཨ་ནི་གཅིག་རྒྱ་མི་དེ་འདྲའི་སྟོབས་ཤུགས་ཆེན་པོ་ཆགས་ནས་བོད་ལ་ཡལ་ཏེ་ཚེ་བལ་ཁོ་རང་མཐོང་ཡ་མེད་བ། ཨེ་ཤེ་ཡ་ནང་ལོགས་ལ་དེ་འདྲའི་གི་ཨ་ནི་ཚོགས་འདུ་གལ་ཆེན་པོ་བརྩིས་ན་བོད་དོན་སྐོར་ལ་ཅི་ཡ་ཤེས་ངེས་མེད་བ། འདི་ཁྲིམས་འཆར་ཡོད་མེད་ངེས་གི་ལུང་པ་དོན་ཚོ་ཚང་མ་ཡར་སླེ་བསྡད་རྒྱོ་དང་ཁྲིམས་འཆར་ཡོད་བསྡད་རྒྱོ་དང་ང་རང་ཚོ་བོད་དོན་ལ་རྒྱབ་སྐྱོར་བྱེད་གི་ཡིན་ལ་ནི་ཁས་ལེན་བྱེད་བཞག་རྒྱོ་དེ། འདིའི་སྐོར་ལ་བཤེས་གཉེན་སུ་བཅས་མི་འདུག་བསམ་ཡས་དགྲ་བོ་གཅིག་གིས། བཤེས་གཉེན་མེད་དུས་བརྩམས་པ་ལ་བོད་དེ། བོད་ཀྱི་ཆབ་སྲིད་ཀྱི་གནས་སྟངས་དེ་ཡ་ཡུལ་ཐབས་སྐྱོ་བོ་ཆགས་རུ་བ། ཡ་ཡུལ་ཐབས་སྐྱོ་བོ་ཆགས་རུ་བ། རུ་བ་ཡ། འདི་རྒྱན་དེ་སུ་ཡོད་རེད་ཆབ་སྲིད་ཀྱི་འགོ་ཁྲིད་ངེད་ད་ལྟའི་གི་འགོ་ཁྲིད་ངེད་དེ་གི། ལས་ཀ་བྱེད་ཐུབ་གི་མེད་བ་ཅིག་དང་བརྗོད་འདི་མེད་བ་ཅི་སེ་བོར་བ་ང་དེ་སྤེན་པ་ཚེ་རིང་ལ་གཉིས་སྤེན་པ་ཚེ་རིང་ལགས་མེད་ད་སྤེན་པ་ཚེ་རིང་རྩོད་པའི་གེ་སྤེན་པ་ཚེ་རིང་གི་ཉེ་འགྲམ་ལ་ལས་ཀ་བྱེད་དེ་ངས་ད་ལྟ་འགན་ཡོད་དེ་ངས་ཚང་མེད་གི་བརྗོད་འགི་མེད་བའི་རྟགས་རོ་རོ་མ་འཇོན་འཇོན་མདོག་བྱེད་ནས་རོ་མ་འཇོན་འཇོན་མདོག་བྱེད་ནས་སོ་སོ་མིང་སྐམ་པོ་ཅིག་གི་དོན་དག་ལ་བོད་སྤྱི་པ་ཆོས་ལ་གཡུག་ལ་ན་དེ་འདྲ་གཡུག་གོ་རོ་རྒྱ་བ་རུན་པོ་ཆེ་ལ་བཀའ་དྲིན་བསམ་ཤེས་འདི་རེ་བས་མ་རོ་བ། རྒྱལ་བ་རིན་པོ་ཆེ་འདི་ནས་ཅིག་ཆབ་སྲིད་ཀྱི་སྟེང་ནས་མི་འདུལ་བའི། ཅིག་ལྷོད་ལྷོད་བཞུགས་ཐུབ་ཡས་ཅིག་དང་ཆབ་སྲིད་ཀྱི་སྟེང་ནས་དགོངས་པ་ཞུས་ནས་མི་མང་ལ་མ་རྩིས་སྤྲད་ནས་མི་འདུལ་བའི། དམིགས་ཡུལ་འདི་བོད་རྩ་དོན་འདི་བརླག་ཡ་མ་རོ་བ། བོའི་རྩ་དོན་ལ་དེ་འདྲའི་བྱེད་ཉེས་ཡོད་ལ་ཡ་བྱེད་དང། རུ་བ། འདི་རུ་བ། སྟབས་བདེན་པ་ཚེ་རིང་གི་དངོས་གནས་ལ་ཡིན་ད། སྐྱག་པ་ཟ་ལགས་འོ་མ་རེད་རུ་བ། གཡང་འཛོམ་ལྷ་མོ་ལགས། ཁྱེད་རང་སྐྱག་པ་ཟ་ལགས་འོ་མ་རེད་ཁྱོད་རང་དྲི་བ་བཏང་ད་སྤེན་པ་ཚེ་རིང་གིས་བོའི་རྩ་དོན་འདི་ད་འདྲའི་གི་གནས་སྐབས་ལ། བོའི་རྩ་དོན་གི་ཆེད་དུ་ག་རེ་བྱེད་ཀྱི་འདུག། གང་དགོས་བྱེད་ཀྱི་མི་འདུག་བ། འདི་ལ་ལན་རྒྱབ་ད། བོའི་སྤྱི་ཕག་གི་ཆེད་དུ་ག་རེ་བྱེད་ཀྱི་འདུག། འཛམ་བུ་གླིང་གི་སྡིངས་ཆ་འགའ་ལ་བོད་ལྭ་ཡལ་ཏེ་གནག་ཚར་བ་མི་འདོད། འདི་རེད་བ། ཁྱོད་རང་རྒྱ་བྱས་ན་འདྲ་ཁྱོད་མིག་བཙུམ་ནས་ད་ལྟའི་མིག་བཙུམ་ནས་ལྷག་བསྡད་ཡོད་བ་དང། ཅིག་ཆོས་རྒྱལ་གྱི་ན་ཚ་ཤུགས་ཆེན་པོ་ཡོད་བསྡད་ཀྱོག་ཅིག་དང། བདེན་བདེན་ཡིན་པ་འདི་སྲིད་པོ་རོ་ཁྱོད་རང་རོ་ཨ་ཡ། དེ་ཡིན་དུས་ཙམ་པ་ལ་ཁྱོད་རང་ང་ད་རི་ཁ་སང་ངས་བདེན་བདེན་ད་ད་ག་དེ་ལ་ངས་མཐོང་དུས་ཙམ་པ་ལ་ངས་ད་ག་ཟིག་གི་དེ་ལ་ལག་པ་འཆང་ཡིན་མ་གཏོགས་རོ་ཨ་ད་རི་ཁ་སང་རྒྱུ་མཚན་མེད་པའི་མི་བཤད་དེ་ངས་སྐྱག་པ་ཟ་ལ་ཡ་དང་ཁྱོད་དཔང་གོ་ལ་ཡ་དང་ཅིག་འདུ་འཛོ་འདུ་འཛོ་ཚང་མ་དཔང་རྟགས་སྟོན་དེ་ངས་ཀྱི་མི་བྱེད་དོ་ཨ་འདི་ཀྱི་བོད་སྤྱི་པ་ལ་ཕིང་མར་བ་འདི་བྱེད་དུས་ཙམ་པ་ལ་ང་རང་ཡིན་ནའི་ངས་དེ་མི་མང་པོ་ཅིག་གི་དུས་ཚོད་བཏང་དུས་ཙམ་པ་ལ་དུས་ཚོད་དེ་ཨ་ཅིག། སྐྱིད་པ་ལ་ཕན་ཐོགས་ཡས་ཀྱི་དུས་ཚོད་ཅིག་ཕྱིན་ནས་ངས་མི་དུ་ཚོད་བྲལ་དུ་ཚོད་ལ་ངེད་ཀྱི་ཨམ་ཅོ་རྒྱག་གི་ལྷག་པ་རེད་བ། ཨམ་ཅོ་རྒྱག་གི་ཨམ་ཅོ་རྒྱབ་ལོག་གི་ལྷག་པ་དེ་མ་གཏོགས་ངོས་འཛིན་བྱེད་ཀྱི་མེད་རེད་བ། ངས་ཡ་བྱེད་ཀྱི་མ་རེད་ད་རེད་བ། ཡིན་ནས་ཅིག། སྐད་ཆ་བཤད་ཡས་ཀྱི་ཅིག་འབྲེལ་བ་ཅིག་ཆགས་ཀྱི་འདུག་བ། སྤེན་པ་ཚེ་རིང་ལ་འདི་ག་ཟིག་གིས་མིག་བཙུམ་ནས་རྒྱབ་སྐྱོར་བྱེད་ནས། བོད་སྤྱི་པ་དང་རྩ་དོན་དང་འདི་ཚོ་གི་དོན་དེར་ང་ཚོ་གི་མིག་མཐོང་ལག་ཟིན་གྱི་ཕ་ཁ་ཐོག་ཁོ་རང་སྤྲད་ཡོད་འདི་ཙམ་པ་ལ་རེད་བ། ར། ཀྱི། མིག་མཐོང་ལག་འཛིན་གྱིས་འཇོན་གྱི་མི་འདུག། མ་འཇོན་བའི་རྒྱུ་མཚན་ག་རེ། ཨེ་ཤེ་ཡ་ལ་རྒྱ་ཁབ་མི་འདུ་བས། ཨ་རིའི་སྟོབས་ཆེན་དེ་གཉིས་མི་དྲུག་ཅུ་བདུན་ཅུ་སླེབས་ནས། ཨེ་ཤེ་ཡ་གི་ཐོག་ལ་ཐེ་ཇུས་བྱེད་ཁ། ཨེ་ཤེ་ཡ་གི་ཐོག་ལ་ཨ་ནི། ཅིག་ཚོགས་འདུ་ཚོགས་ཁ་སླེབས་དུས་ཙམ་པ་ལ། ཨེ། བོད་དེ་ཨེ་ཤེ་ཡ་ཁོ་རང་ནང་ལ་མེད་སྐྱོ་འདྲ་བོ་བྱེད། བོད་དོན་གྱི་ཐོག་ལ་འདི་ཡི་ཁྲིམས་འཆར་ཡོད་དེ་རྒྱོ། རོ། བོད་དོན་གྱི་ཐོག་ལ་གང་བཀོད་ཅི་བཤད་ཡ་མེད་རྒྱོ་དངོས་གནས་ལ་ཡིན་ད་ཐབས་རྒྱོ་རོ། སྤེན་པ་ཚེ་རིང་འཇོན་གྱི་མེད་བས་ཀྱི་སྤེན་པ་ཚེ་རིང་སྤྱི་ཁོག་མ་རེད་སྤེན་པ་ཚེ་རིང་རྩོད་བས་ཀྱི་འདི་ཡི་ཟུར་ལ་ལས་ཀ་བྱེད་ངེས་མང་པོ་ཡོད། རོ། ཨ་རིའི་ནང་ལོགས་ལ་ཚོགས་པ་གཙོས་ནས་དཔེ་ཤག་བཟོས་དེ་ངས་བཀོད་ཅི་ཡི་ཞལ་འདེབས་རྒྱ་དང་ཞལ་འདེབས་རྒྱ་དང་ལ་ནི་ག་དུས་ཡིན་ན་ཡིག་གི་བཏང་དེ་ངས་བོད་པ་མང་པོ་ལ་ཡོང་གི་ཡོད་ཀྱི་རེད་ཡི་གི་དེ། བོད་པའི་གི་ཚོགས་པ་བྱེད་ནས་མི་འདོད་སྐུ་ཅིག་ཞོན་འདེབས་སྤྲད་རོགས་བྱེད། གཅིག་ཡིན་གཉིས་ཡིན་ལ་ནི་རོ་ལ་དེ་ངས་ཚོགས་པ་ཆེན་པོ་དེ་འདྲ་ཡོད་རེད་བཤད་ཞོན་ན་ཅིག་ཞིའོ་ཅིག་བྱིན་ཡིན་ལ་ཡ་ཅེ་ད། བློ་བཟང་སེང་གེ་ད་ངས་ཁ་ཐུག་ཁོ་ར ICT ལ་ཡ་དོན་ཚོ་ཅིག་བློ་བཟང་སེང་གེ་གི་བརྗོད་ཡོན་མ་རེད། རོ། ཨ་རིའི་ཕོ་བྲང་དཀར་བོའི་ནང་ལ་འགྲོ་ཡ་དེ་བློ་བཟང་སེང་གེའི་འཇོན་མ་རེད་ཁོང་ཚོའི་འཇོན་ཡིན་དོན་དོ་ཞེས་འཇོན་འཇོན་ཡིན་ན་ད་ལྟའི་འཇོན་དགོས་རོགས་དངོས་གནས་བྱས་ན་ཁྲིམས་འཆར་དེ་ཚོ་ཡར་བཞག་ཐུབ་དགོས་རོགས། རོ། མི་གཅིག་གིས་འཇོན་དུས་ཙམ་པ་ལ་འདི་ལ་མི་འདི་གིས་ཨ་ནི་ཅིག Credit ལགས་རོགས། འདི་ཚང་མ་སོ་སོ་ཁིག་གོ་མིང་འདི་ཚང་མ་སོ་སོ་ཉར་ཡ་གི་ཐབས་ཤེས་བྱེད། གསེར་ས་འོག་ཏུ་ཡོད་ཀྱང་འོད་ནམ་མཁར་ཁྱབ་ལེགས་འདུག་བ་ངོ་འདིར། བློ་བཟང་སེང་གེ་གི་འཇོན་ཡོད་དང་མ་ཡོད་ང་ཚོ་ལ་ད་ལྟ་དཔང་རྟགས་རབ་སྤྲོད་བྱེད་ནི་རོ། ཁྱོད་ཚོ་གིས་བློ་བཟང་སེང་གེ་འདི་ཡིན་དུས་བློ་བཟང་སེང་གེ་སྲིད་སྐྱོང་ཡིན་པའི་སྐབས་ལ་ཨ་ནི་ཨ་རིའི་ཕོ་བྲང་དཀར་པོ་ནང་ལོག་ལ་དཀའ་ལས་བརྒྱབ་ནས་ལོ་བཅུ་རིང་ཁ་རྡུང་ཡིན་ལ་དུས་བློ་བཟང་སེང་གེ་དཀའ་ལས་བརྒྱབ་མ་རེད་ང་ཚོས་བྱེད་ཡིན་དོན་དུ་རོ། ད་ཁྱོད་ཚོ་འཇོན་རྒྱུ་ཡོད་ན་བན་པ་ཚེ་རིང་ལ། ང་ཚོ་གི་ཁྲིམས་བཟོས་བྱ་རྒྱུ་ཨ་རིག་གི་ཁྲིམས་འཆར་ཡོད་བྱ་རྒྱུ་གི་རེད་བ། འདིའི་ནང་ལོགས་ལ་བོད་དོན་གི་གླེང་སློང་ག་རེ་བྱེད་ནི་བྱེད་ཐུབ་ཡོད་མ་རེད། ཁྱོད་རང་ཚོ་ཞོན་འདེབས་སློང་ཡས་ལ་དོ་སྣང་མང་དྲགས་རེད་བ། ཞོན་འདེབས་སློང་ཡས་ལ་དོ་སྣང་མང་དྲགས་རེད།

ད་ལྟ་ཉེ་བའི་ཆ་ལ། སྲིད་ཟུར་མཆོག་ཁ་སིང་ཀ་མོའི་ནང་ཁ་ཕེབས་དུས་ཙམ་པར་སྤེན་པ་ཚེ་རིང་དེ་ལ་སླེབས་ཏེ་འདུག་ད་སྤེན་པ་ཚེ་རིང་གིས་སྲིད་ཟུར་སྐད་ཆ་བཤད་ཁ་ཤོས་རོགས་སྐར་མ་གཅིག་གོ་ཨ། ད་ལྟ་ཉེ་བའི་ཆར་ལ Halifax Canada རོ་ས་སྲིད་ཟུར་མཆོག་དེ་ལ་ག་དུས་སྐད་ཆ་བཤད་ག་འགྲོ་བ་ར་ཅི་ཡིན་ན་ཁོང་ཚོ་གི་འགྲོ་གྲོན་བཏང་རོ Forum དེ་གི Halifax ད་ལྟ་བོད་དོན་དེ་བོད་དོན་གི་ཆེད་དུ་ཨ་ནི་དྲི་བསྒྲགས་བྱེད་བྱེད་དུས་ཙམ་པ་ལ Halifax ལ་སྲིད་ཟུར་མཆོག་ག་དུས་ཕེ་བ་ར་ཅི་ཡིན་ན་ཨ་ནི་ཕེབས་བསྐྲུན་དང་ཚང་མ་བཏང་གོ་ར་འགྲོ་སོང་བཏང་གོ་ར་ཁོང་ཚོ་གི། སྤེན་པ་ཚེ་རིང་བོད་མི་མང་གིས་དཔེ་ཤག་དེ་བེད་སྤྱོད་བྱེད་ནས་ཀླད་སྡིག་བོར་བཏང། ཁྱེད་ཕ་ག་ཚོད་དོ། ཡིན་རྒྱུ་ཁྱོད་རང་ཚོ་གི་ད་དེ་ལ་ཅིག་དམ་འདི་སྲིད་སྐྱོང་དེ་ཞེ་བོ་ཅིག་སྲིད་སྐྱོང་རེད་གཅིག་རེད་གཉིས་རེད་ཁོ་ཞེ་བོ་འཇོན་པོ་རེད་ཅིག་ཡོད་ལེགས་དོ་ཐ་ན། Halifax Prom ཡིན་ན་འདྲ། ཕྱི་མིག་གི་ཧ་གོ་རོ། ཁོ་ཚོ་སྤེན་པ་ཟེར་རེད་དང་བློ་བཟང་སེང་གེ་རྒྱབ་སྐྱོར་བྱེད་དགོས་མ་རེད་མི་སོ་སོ་གི Meritocracy ག་རེ་ཡོད་བ་དེ་རོ། སོ་སོ་གི་འཇོན་ཐང་མི་དེ་ལ་འཇོན་ཐང་ག་ཚོད་འདོག་མི་འདོག་མི་དེ་གི་ཤེས་ཡོན་ག་ཚོད་འདོག་མི་འདོག་མི་དེ་ལ་ག་མི་དེ་ཙམ་ནས་ང་ཚོ་ལ་ག་རེ་ཁེ་ཕན་འདོག་མི་འདོག་ལྟ་ཡོད་ར་བ་ཆོས་ལོ་མིག་འདི་ལྟ་དུས་ཙམ་པ་ལ་སོ་སོའི་བློ་བཟང་སེང་གེ་ཕེབས་དུས་ཙམ་པ་ལ་མིག་གི་ཚུགས་འགྲོ་སོང་བཏང་གོ། སྤེན་པ་ཟེར་རེད་ཕར་འགྲོ་སོང་བཏང་ནས་འགྲོ་སོང་དེ་ཁོ་རང་འབག་གོ་ན་ནི་བཏང་གི་མ་ར་བ་རོ། བོད་མི་མང་གིས་དཔེ་ཞག་འདི་བེད་སྤྱོད་བཏང་ནས་ཁོ་རང་ཀླད་འདེད་ཀྱི་འདུག་མཁས་པ་དེ་ག་སུ་ཡོད་ད་འདི་ང་ཚོ་ཧ་གོ་གོ་ཡ་དཔེ་གལ་ཆེན་པོ་རེད་ཤག་རོ་ད། མི་བདེན་འདྲེ་འཛམ་བུ་གླིང་གི་འགྲོ་སོང་བཏང་ནས་བདེ་ལ་ཡོང་རོགས་གྱིས་གནམ་གྲུ་ཀྲི་ཀར་དེ་ས་ཟ་ས་བཏུང་ས་དེ་ས་གནམ་གྲུ་ཀྲི་ཀར་ཡང་བྱས་ནས་འགྲོ་སོང་བཏང་ནས་ཁྱེད་རང་ཕེབས་རོགས་གྱིས་ལ་སེ་གི་མི་འདི་ལ་ང་རང་ཚོ་མི་གི། སྐད་ཆ་བཤད་ཆོས་མ་རེད་ད། རེད་བ། ང་ཚོ་མིག་གིས་སྐད་ཆ་བཤད་ཆོས་མ་རེད། དེ་ཡིན་དུས་རྩམ་པ་འདུ་འཛོ་ཚང་མ་ང་ཚོ་གི། ཧ་གོ་གོ་ཡ་ཕེད་གལ་ཆེན་པོ་རེད་ཤ་རེད་བ་ཡ་སྤྱི་ཐང་གི་དངོས་གནས་ལ་ཡིན་ད། ཨ་ནི། ད་ད་རི་ཁ་སང། ད་རི་ཁ་སང་ག་ལ་འོ་རེད། རྒྱལ་ཁབ་དང་མི་རིགས་གཅིག་གི་རྐང་ལ་ཐུག་ཡོང་དུས་ཙམ་པ་ལ་རོ་རྒྱལ་ཁབ་དང་རྒྱལ་ཁབ་ཐུག་དུས་ཙམ་པ་ལ་ང་རང་ཚོ་ནང་ལོག་ལ་ཅིག་འོའོ་ཅིག་བློ་བཟང་སེང་གེའི་རྒྱབ་སྐྱོར་འདྲ་བོ་ལ་ཡ་དང་སྤེན་པ་ཚེ་རིང་གི་ཁ་བརྡའི་ལ་ཡ་འདྲ་བོ་དང་དེ་འདྲས་བཤད་ནས་ང་ཚོ་ག་བ་ལ་ཐིག་འཐེན་དགོས་ཡོད་མེད་དེ་ཧ་གོ་དགོས་ཡ་དཔེ་གལ་ཆེན་པོ་རེད་ད་འདི་ཧ་གོང་མི་འདུག་བསྟན་འཛིན་ཞིག་གིས་ཅིག་བཤད་བ་འདྲ་ཅིག་ཡིན་ན་འོའོ་ཅིག་ཨ།

སུ་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་ནའི། ང་ཚོ་ཁ་གཏད་ས་དེ་གཅིག་པ་རེད་ད་ཞི་ཅིན་ཕིན་ལ་ཕར་ཁ་གཏད་དགོས་རོགས་རོགས། འདི་དཔེ་གལ་ཆེན་པོ་གཏོང་གི་འདུག་འདི་ནས་འདི་བྱེད་ཀྱི་མི་འདུག་རོགས། ད་རིང་ཅིག་བུ་མོ་ལོ་གཞོན་གཞོན་རོགས། ཨ་ནི་ཅིག་སློབ་ཕྲུག་རང་དབང་ཚོགས་པའི་གི་ཅིག་འགོ་ཁྲིད་བྱིས་དེ་དུས་ཙམ་པ་ལ་འདི་ལ་རྒྱབ་སྐྱོར་བྱེད་ཡ་ཚབ་ལ་སེམས་ཤུགས་བཅངས་ངེས། རོ། སེམས་ཤུགས་བཅག་ནས་ཨེ་འགྲེལ་གྱི་ཅིག། ག་ལ་བ་ད། ལས་ལས་གཞི་སྤེལ་བསྡད་ཀྱི་འདུག་ད་ཡག་པོ་ད་ད་སྤྱི་ཚོགས་ནང་ལོགས་ལ་ལས་གཞི་འདི་ཚོ་སུས་སྤེལ་གྱི་འདུག་སྐད་འབོད་ཀྱང་ནི་ཡག་པོ་མ་རེད་ལ་ད་ཁྱོད་ཚོ་ག་རེ་བྱེད་ནི་བྱེད་ཀྱི་ཡོད་ཁྱོད་ཚོ་ཞི་བོ་བྱེད་ཀྱི་ཡོད་བོད་རང་བཙན་ལེན་གྱི་ཡིན་པས་དགྲ་བོ། ཁྱེད་ཚ་བོ་དེ་འདྲ་ལ་ཡོད་དོ། རོ། འདུ་འཛོ་ལ་དོགས་པ་བྱེད་དགོས་ཡ་ཅིག་ད་འདུ་འཛོ་ཧ་གོ་དགོས་ཡ་དཔེ་གལ་ཆེན་པོ་རེད། ར། ཟླ་བ་དེ་འདྲ no politics no ཆོལ་ཁ་ཟ please ར། མི་ལ་ཡ་དེ་འདྲ་རེད་ད། ཧམ་པ་ཆེན་པོ་ལ་ན་ར་ཡ། ག་ཡིན་ཟེར་ན། ངས་ཆོལ་ཁ་དང་དེ་འདྲའི་སྐོར་ལ་སྐད་ཆ་གོ་ར་ཤེས་ཀྱི་མེད་ར། ཡིན་ནའི་སོ་སོ་གི་སེམས་པ་ལ་བསམ་རྒྱོ་དེ་ཚུ་ལ་ཡོང་གོ་ར་འདི་ལ་དེ་ཙམ་པ་ལ་ཁོ་རང་གི་ཀླད་པ་ནང་ལ་ཆོལ་ཁ་དང་དེ་འདྲ་རྐྱང་རྐྱང་ཁང་བསྡད་རྒྱོ་ཡིན་པ་དེ་གསལ་བོ་རེད་ར། འོ་ཡ། ཚང་མ་ལོ་ཚད་རེད་ད། དེ་འདྲ་རེད་འོ་ཅི་ཡིན། ཡ་ཡ། བཀྲ་ཤིས་བདེ་ལེགས་ཡོད་བྷ་བྷའི།